ལྷན་རྒྱས་ཚང་མ་ལ་སྒོ་སྐམ་བཟང། ང་ཟླ་བ་དོན་འགྲུབ་ཁྱེད་རྣམ་པ་གནས་བཤད་ཀྱི་སྡེ་ཚན་འདི་ལ་ཕེབས་པ་ལ་དགའ་ཚོད་ཞུ་གི་ཡོད། ད་ད་ལྟའི་དུས་ཚོད་འདི་ལ་ང་རང་ཚང་མ་གྱི་བཤད་གསལ་ལྟར་རེད། ང་རང་གིས་ནང་པའི་གྱི་གནས་ནང་ལོ་ནས་རྩ་ཆེ་ཤོག་བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་མངོན་པར་རྫོགས་པར་སངས་རྒྱས་ས་གྱི་གནས་གནས་མཆོག་རྡོ་རྗེ་གདན་གྱི་ཆེད་དུ་ཞི་བེད་ཀྱི་སྒོ་ནས་འཐབ་རྩོད་བྱས་དང་བྱེད་བཞིན་པ་ཅིག་ཆགས་ཀྱི་ཡོད་རེད་ལ་ཞི་བེད་ཀྱི་ཐོག་ནས་ཟས་བཅད་ངོ་རྒོལ་གནང་དང་གནང་བཞིན་པ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་པ་སོང་ཙང་དེ་རིང་ངེད་ཀྱིས་དེ་དང་སྟབས་བསྟུན་ནས་ཁྱེད་རྣམ་པ་ཚོ་ལ་གནས་མཆོག་རྡོ་རྗེ་གདན་གྱི་ཕྱོགས་ལ་ཡོད་པའི་མཆོད་རྟེན་རྩ་ཆེན་པོ་དེ་དང། དེ་ནས་བྱང་ཆུབ་ཀྱི་ཤིང་དང་བྱང་ཆུབ་ཀྱི་ཤིང་གི་ཤར་ཕྱོགས་འོག་ད་ག་རང་ལ་ཡོད་པའི་རྡོ་རྗེ་གི་གདན་བ་ཇི་ར་ཨི་སྟན་འདི་གཉིས་ད་འདི་གསུམ་གྱི་རེ་བ་ཐོག་མར་སུ་ཡིས་བཞེངས་པ་ཡིན་མིན་དང་བར་དུ་ཉམས་ཆག་བྱུང་ཚུལ་ཐ་མ་ལ་ཞིག་གསོ་གནང་མཁན་སུ་ཡིན་མིན་རེ་རེ་བྱས་ནས་ཁྱེད་རྣམ་པ་ཚོ་ལ་ད་གོ་བདེ་བོ་སྟབས་བདེ་བོ་མདོར་བསྡུས་ཅིག་ཞུ་ཡ་གྱི་འབད་བརྩོན་བྱེད་ཀྱི་ཡིན་ལགས་སོ་བཀྲ་ཤིས་བདེ་ལེགས། གནས་མཆོག་རྡོ་རྗེ་གདན་གྱི་ཕྱོགས་ལ་ཡོད་པའི་མཆོད་རྟེན་རྩ་ཆེན་པོ་དེའི་སྐོར་ལ་བསམ་བློ་བཏང་སོང་བ་ཡིན་ན། ལོ་ཉིས་སྟོང་ལྔ་བརྒྱ་ཀྱི་སྔོན་ལ་བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་གནས་འདི་ལ་ཕེབས་ནས་མངོན་པར་རྫོགས་པ་སངས་རྒྱས་པ་རེད། དེ་ནས་ལོ་ཉིས་བརྒྱ་གྱི་རྗེས་ལ་རྒྱལ་པོ་ཨ་ཤོ་ཀ་ཁོང་ཆོས་རྒྱལ་མྱ་ངན་མེད་ཁོང་ཕེབས་ནས་གནས་ད་ག་རང་ལ་མཆོད་རྟེན་ཆུང་ཆུང་ཅིག་བཞེངས་པ་རེད། མཆོད་རྟེན་དེ་དང་བྱང་ཆུབ་ཀྱི་ཤིང་གཉིས་སྲུང་སྐྱོབ་བྱེད་ཡས་ཀྱི་ཆེད་དུ་རེད། བ་ཨ་ནི་སེམས་ཅན་གྱི་འཇིགས་པ་དང། དེ་མ་ཡིན་པ་དེ་ནི་འབྱུང་བ་ཞིག་གི་འཇིག་པ་ལས་སྐྱོབ་པའི་གི་ཆེད་དུ་ར་བ་ཡང་བསྐོར་གནང་བ་རེད། ད་ད་ལྟའི་དུས་ཚོད་འདི་ལ་ང་རང་གིས་མཇལ་བཞིན་པའི་ཆོས་དོན་རྩ་ཆེན་པོ་གཟི་བརྗིད་ཆེན་པོ་དེ་རེ་བ་མི་གྲར་ལྔ་བཅུ་ཡས་མས་ཀྱི་ཡོད་པའི་དེ་འབྲེལ་གྱི་ཆོས་དོན་རྩ་ཆེན་པོ་འདི་ཉིད་དུས་རབས་ལྔ་པ་དང་དྲུག་པ་ཡས་མས་ཅིག་ལ་བཞེངས་པ་ཅིག་ཆགས་ཏེ་གིའོ་རེད་བཞེངས་པ་དེ་ཡང་རྒྱལ་པོ་ཨ་ཤོ་ཀ་ཁོང་གིས་བཞེངས་པའི་ཆོས་དོན་དེ་ཡི་རྨང་གཞི་དེ་ཡི་ཐོག་ལ་བཞེངས་བཞག་པ་ཅིག་ཆགས་ཏེ་གིའོ་རེད། ད་དེའི་རྗེས་ལ་དེ་ནས་ཧིན་དྷུ་གྱི་རྒྱལ་པོ་དང་དེ་ནས་དུས་རབས་བཅུ་གཉིས་ཀྱི་ནང་ལོགས་ལ་ཁ་ཆེ་གྱི་རྒྱལ་པོ་དེ་འདྲས་རབས་དང་རིམ་པ་མང་པོ་ཅིག་སླེབས་པ་ལ་བརྟེན་ནས་ནང་པའི་ཀྱི་ལྷ་ཁང་མང་པོ་ཅིག་བཤིག། དགོན་པ་མང་པོ་ཅིག་གཏོར་བཤིག་བཏང། གནས་མང་པོ་ཅིག་གཏོར་བཤིག་བཏང་བ་མ་ཟད། ད་དུང་དགེ་འདུན་པ་མང་པོ་ཅིག་བསད། དགེ་འདུན་པ་མང་པོ་ཅིག་བྲོས་ཕྱིན་དགོས་པ་ཐུག་རེད། ད་དེ་འབྲེལ་གྱི་རྒྱུ་མཚན་མང་པོ་ཅིག་ལ་བརྟེན་ནས། དེ་ནས། ནང་པའི་ཀྱི་གནས་མང་པོ་ཅིག་ལ་བདག་གཉེར་བྱེད་མ་ཐུབ་པ་དང། དེའི་མ་ཡིན་པ་ད་རྒྱ་གར་གྱི་ས་ཆ་ག་བ་ག་ས་ལ་ད་ཕ་ཆེ་ཕ་ཆེ་ནང་པའི་ཀྱི་ཆོས་བྱེད་མཁན་མེད་པ། དགེ་འདུན་པ་མེད་པ་རེ་བ་ནང་པ་མེད་པ་འདྲ་བོ་ཅིག་དེ་འདྲས་བྱས་ནས། ཆགས་ནས་ད་ལོ་མང་པོ་ཡི་རིང་ལ་ལྷག་པ་རེད། དེ་ནས་དུས་རབས་བཅུ་གསུམ་གྱི་ནང་ལོ་ལ་འབར་མིས་ཀྱིས་རྒྱལ་པོ་གྱི་མཆོད་རྟེན་དེ་ལ་ཞིག་གསོ་གནང་བ་མ་ཟད་མཆོད་རྟེན་དེ་ཡི་ར་བ་དེ་ཡང་ཞིག་གསོ་གནང་ཡོད་རེད། ད་དེ་ཡི་རྗེས་ལ་ནང་པིག་གི་བསྟན་པ་དེ་ཉམས་བདེ་བའི་དུས་ཚོད་དང་དུས་ཚོད་འགྱུར་བདེ་བའི་དབང་གིས་མཆོད་རྟེན་དེ་ལ་བདག་གཉེར་བྱེད་མཁན་མེད་ནས་ལོ་མང་པོ་ཕྱིན་ནས་ལུས་པ་རེད། དེ་མ་ཡིན་པར་དེ་ནས་མཆོད་རྟེན་འདི་ཉིད་གོ་རྒྱུ་འཚོ་རྒྱུ་མེད་པ་བྱས་ནས་རེ་བ་གནས་འཇལ་མཁན་ཡང་མེད་པ་བཅས་ས་ཆ་དེ་ལ་བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་མངོན་པར་རྫོགས་པར་སངས་རྒྱས་པ་རེད་མངོན་པར་རྫོགས་པར་སངས་རྒྱས་པ་འདི་ཉིད་རེ་བ་གནས་མཆོག་རྡོ་རྗེ་གདན་བུདྡྷ་ཀ་ཡ་ད་ག་རང་ལ་རེད་ལ་ནས་དེ་འདྲས་ཀྱི་ད་གོ་རྒྱུ་ཚོལ་རྒྱུ་མེད་པ་བྱས་ནས་ལོ་མང་པོ་ཅིག་ལྷག་པ་རེད་དེ་ནས་སྤྱི་ལོ་གཅིག་སྟོང་ལྔ་བརྒྱ་དགུ་བཅུ་གྱི་ལོ་ལ། དུས་རབས་བཅུ་དྲུག་གི་ནང་ལོ་ལ་དེ་ནས་ཧིན་རྡུ་ཤའི་དབུས་གཙང་རྗེས་འཇུག་པ་ཁ་ཤས་ཀྱིས་མཆོད་རྟེན་དེ་ལ་དབང་འཛིན་བྱས་ནས་བསྡད་པ་རེད་མཆོད་རྟེན་དེའི་གཡས་གཡོན་ལ་ཕྱག་དང་མཆོད་པ་བྱས་ནས་བསྡད་པ་རེད་ཡིན་ན་ཡང་མཆོད་རྟེན་དེ་ལ་དེ་ནས་ཡར་རྒྱས་དེ་འདྲས་ཀྱི་བཏང་ཡོད་མ་རེད་ལ་མཆོད་རྟེན་དེ་ལ་དེ་ནས་དེ་འདྲས་ཀྱི་ད་བདག་གཉེར་ཡག་པོ་ཅིག་བྱས་ཡོད་མ་རེད། དེ་ནས་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་གཅིག་གི་ལོ་ལ་དབྱིན་ཇིས་ཀྱི་ལོ་རྒྱུས་སྨྲ་བ Sir Alexander Cunningham ཁོང་གིས་ཐང་སན་ལམ་ཡིག་གཞིར་བཟུང་བྱས་ནས་གནས་མཆོག་རྡོ་རྗེ་གདན་འདི་ཉིད་ག་བ་ལ་ཡོད་མེད་ཚ་ལེ་ཡ་དང། སྔོག་བཤེར་བྱེད་ཡག་འགོ་བཙུགས་པ་རེད། ཐང་སན་ལམ་ཡིག་ལ་བསམ་བློ་བཏང་སོང་བ་ཡིན་ན་དུས་རབས་བདུན་པ་ཀྱི་ནང་ལོ་ལ་རྒྱ་ཡི་བཙུན་པ་ཐང་སན་ཁོང་རྒྱ་ནག་ནས་རྒྱ་གར་ལ་ཕེབས། ནཱ་ལེནྡྲ་ལ་ཐོས་བསམ་སྒོམ་གསུམ་གནང། དེ་ནས་གནས་མཆོག་རྡོ་རྗེ་གདན་དང་ཝཱ་ར་ན་སི་དང་མཉན་ཡོད་དང་རྩྭ་མཆོག་འབྲོང་ལུམྦི་ནི་ནང་པི་ཀི་གནས་རྩྭ་ཆེན་པོ་ག་ཝ་ག་ས་ལ་ཕེབས་ནས་ཁོང་གིས་གནས་ཡིག་ཞིག་ལམ་ཡིག་ཞིག་མཛད་གནང་ཡོད་རེད་ལམ་ཡིག་དེ་ཡི་ནང་རོ་ལ་གནས་མཆོག་རྡོ་རྗེ་གདན་གྱི་སྐོར་ལ་གསུངས་ཡོད་པ་མ་ཟད་བྱང་ཆུབ་ཀྱི་ཤིང་སྐོར་ལ་གསུངས་ཡོད་རེད་ལམ་ཡིག་དེ་གཞིར་བཟུང་ངོ་ཆེ་ནས་སར་ཨེ་ལེག་ཟན་དྲ་ཀ་ནིང་གམ་ཁོང་གི་ཚལ་ནས་སྔོག་བཤེར་བྱས་ཡོང་དུས་སྐབས་སུ་ད་ལྟའི་གི་དུས་ཚོད་ཀྱི་གནས་མཆོག་རྡོ་རྗེ་གདན་དེ་ཉིད་རྙེད་པ་རེད་དེ་ནས་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བརྒྱད་ཅུ་གྱ་བདུན་གྱི་ལོ་ལ། ཞིག་གསོ་གནང་ཡག་དབུ་བཙུགས་པ་རེད། སར་ཨེ་ལེག་ཛན་དར་ཀ་ནིང་གམ་ཁོང་གིས་སྔོག་བཤེར་བྱས་པ་དང་འཚོལ་བ་ལ་བརྟེན་ནས་གནས་མཆོག་རྡོ་རྗེ་གདན་ཙམ་མ་ཟད་བྷ་ར་ན་སི་ལ་སོགས་པ་ནང་དཔེ་ཀྱི་གནས་མང་ཆེ་བ་ཅིག་ཁོང་གི་བཀའ་དྲིན་ལ་བརྟེན་ནས་རྙེད་བཞག་རྒྱོ་ཅིག་ཆགས་བསྡད་ཀྱི་ཡོད་རེད། ད་སར་ཨེ་ལེག་ཛན་དར་ཀ་ནིང་གམ་ཁོང་ནང་པ་ལ་བཀའ་དྲིན་ཆེན་པོ་ཡིན་པ་མ་ཟད་ནང་དཔེ་ཀྱི་གནས་སྒོ་ཕྱེས་མཁན་ཅིག་ཡང་ཆགས་བསྡད་ཀྱི་ཡོད་རེད། ད་སར་ཨེ་ལེག་ཛན་དར་ཀ་ནིང་གམ་ཁོང་ཐང་སན་ལམ་ཡིག་གཞིར་བཟུང་བྱས་ནས་བྱང་ཆུབ་ཀྱི་མཆོད་རྟེན་འདི་ཉིད་བྱང་ཆུབ་ཀྱི་ཤིང་འདི་ཉིད་འཚོལ་བའི་སྐབས་སུ་ཐོག་མར་བྱང་ཆུབ་ཀྱི་ཤིང་ལ་བསམ་བློ་བཏང་སོང་བ་ཡིན་ན་བྱང་ཆུབ་ཀྱི་ཤིང་འདི་ཉིད་ཡལ་ག་གཉིས་ཙམ་མ་གཏོགས་ཆེས་སྐམ་ནས་ཤི་འགྲོ་ཡོད་པ་དེ་འདྲི་གི་རྣམ་པ་ལ་སྦྱར་བ་རེད་ད་ད་ལྟའི་དུས་ཚོད་འདི་ལ་ཁྱེད་རྣམ་པ་ཚོ་གི་དེ་ནས་བྱང་ཆུབ་ཀྱི་ཤིང་གི་འོག་ལ་མཇལ་བཞིན་པའི་བཞུགས་ཁྲི་འདི་ཉིད་བ་ཇི་ར་ཨིས་ཐན་རྡོ་ལས་གྲུབ་པའི་ད་བཞུགས་ཁྲི་འདི་ཉིད་རྒྱལ་པོ་ཨ་ཤོ་ཀ་ཁོང་གི་བཞེངས་བཞག་རྒྱོ་ཅིག་ཆ་སྡེ་དགེ་བ་རེད་ཕྱིས་སུ་དེ་ནས་མུ་སྟེགས་པ་དང་རྒྱལ་པོ་མང་པོ་ཅིག་སླེས་ཡོང་དུས་སྐབས་སུ་རྣ་བ་མ་དྲུག་པ་ལ་བརྟེན་ནས་བཞུགས་ཁྲི་འདི་ཉིད་གཏོར་བ་རེད་དེ་ནས་དེ་ལ་ནི་སྐྱོན་མང་པོ་ཅིག་གནོད་སྐྱོན་མང་པོ་ཅིག་ཐེབས་པ་རེད། དེ་ནས་ཕྱིས་སུ་སར་ཨེ་ལེག་ཟན་དྲར་ཀ་ནི་ཀམ་ཁོང་གི་སྐབས་སུ་བཞུགས་ཁྲི་གས་བྱ་རྒྱོགས་དང་ནི་ཕྱག་བྱ་རྒྱོགས་ཕ་ཕྱག་རུམ་དེ་ཚོ་ཚང་མ་གས་བྱ་རྒྱོགས་དེ་ཚོ་ཚང་མ་སུའུ་བསྡུས་ནས་ཁོང་གིས་ཞིག་གསོ་གནང་བ་རེད། གནས་མཆོག་རྡོ་རྗེ་གདན་ལ་ཡོད་པའི་བྱང་ཆུབ་ཀྱི་ཤིང་དེའི་སྐོར་ལ་བསམ་བློ་བཏང་སོང་བ་ཡིན་ན་བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་ཤིང་སྡོང་དེའི་འོག་ལ་བཞུགས་ནས་མངོན་པར་རྫོགས་པ་སངས་རྒྱས་པ་ཅིག་ཆགས་ཀྱི་ཡོད་རེད། བྱང་ཆུབ་ཀྱི་གོ་འཕང་རྙེད་པ་ཅིག་ཆགས་ཀྱི་ཡོད་རེད་རྒྱུ་མཚན་དེ་ལ་བརྟེན་ནས་ཤིང་སྡོང་དེའི་མིང་ལ། བྱང་ཆུབ་ཀྱི་ཞིང་ཐོགས་པ་རེད། རྒྱ་གར་གྱི་སྐད་ཐོག་ལ Bodhi Briks བྱ་དེ་གའི་རེད། དེ་ནས་ལོ་ཉིས་བརྒྱ་ཀྱི་རྗེས་ལ་རྒྱལ་པོ་ཨ་ཤོ་ཀ་ཕེབས་པ་རེད། རྒྱལ་པོ་ཨ་ཤོ་ཀ་ཁོང། ཐོག་མར་ཧིན་དུ་ཡིན་པ་སོང་ཙང། Pandit དང་དྲང་སྲོང་ཁ་ཤས་ཀྱི་ཁ་ལ་ཉན་ནས་ཤིང་སྡོང་དེ་ལ་གནོད་སྐྱོན་ཤུགས་ཆེན་པོ་ཅིག་བཏང་བ་རེད། དེའི་རྗེས་ལ་རྒྱལ་པོ་ཨ་ཤོ་ཀ་ཁོང་ཀ་ལིང་ག་རྒྱལ་པོ་དང་དམག་རྒྱག་ཡོང་དུས་སྐབས་སུ་སྐྱོ་བ་ཤུགས་ཆེན་པོ་སྐྱེས་ནས། ནང་དཔལ་གྱི་ཆོས་སྐོར་ལ་ཞུགས་ནས་ནང་པ་ཆགས་པར། དེ་ནས་ཁོང་སྔར་གནོད་སྐྱོན་བྱེད་ས་ཀྱི་རུ་བ་བྱང་ཆུབ་ཀྱི་ཤིང་དེ་ལ་ལྟ་ཡོང་དུས་སྐབས་སུ། དེ་ནས། ལོ་མ་དང་ཡལ་ག་ཆུང་ཆུང་ཅིག་ཡར་སྐྱེས་བདེ་བ་མཐོང་ཡོང་དུས་སྐབས་སུ་ངོ་མཚར་ཤུགས་ཆེན་པོ་སྐྱེས་ནས་བདག་གཉེར་ཡག་པོ་བྱས་པ་ལ་བརྟེན་ནས་ཤིང་སྡོང་འདི་སླར་ཡང་རྒྱས་པ་རེད། རྒྱལ་པོ་ཨ་ཤོ་ཀ་ཁོང་གིས་བྱང་ཆུབ་ཀྱི་ཤིང་དེ་ལ་བདག་གཉེར་ཧ་ཅང་ཡག་པོ་གནང་བ་ལ་བརྟེན་ནས་ཁོང་གི་བཙུན་མོ་གིས་ཕྲག་དོག་ཟ་ནས་མི་ཁ་ཤས་བཏང་བ་རེད། ད་ཁོ་ཚོ་གིས། བྱང་ཆུབ་ཀྱི་ཤིང་འདི་ཉིད་གཏུབ་ཐུབ་ཚ་གཏུབ། བཅད་ཐུབ་ཚ་ལས་བཅད་དེ་མ་ཡིན་པར་མེ་དགྲ་བཏང་བ་རེད། ད་རྒྱལ་པོ་ཨ་ཤོ་ཀ་ཁོང་གིས་དེ་ནས་ཤིང་སྡོང་དེ་ལ་བྱང་ཆུབ་ཀྱི་ཤིང་དེ་ལ་སྔར་ལས་ལྷག་པ་ད་བདག་གཉེར་དང་འཛིན་སྐྱོང་གནང་ཡོང་དུས་སྐབས་སུ་ཤིང་སྡོང་འདི་ཉིད་སྔར་ལས་ལྷག་པ་ཅིག་རྒྱས་པ་རེད། དེ་ནས་དུས་རབས་དྲུག་པ་ཡས་མས་དུ་ལ། རྒྱལ་པོ་ཤ་ཤན་གྱིས་དེ་ནས་སྐབས་སུ་ཡང་བྱང་ཆུབ་ཀྱི་ཤིང་འདི་ལ་གནོད་སྐྱོན་ཤུགས་ཆེན་པོ་ཅིག་ཐེབས་པ་རེད། དེའི་རྗེས་ལ་དེ་ནས་ཁ་ཆེ་གི་དམག་སླེབས་པ་ལ་བརྟེན་ནས་བྱང་ཆུབ་ཀྱི་ཤིང་དེ་ལ་ཡང་གནོད་སྐྱོན་ཤུགས་ཆེན་པོ་ཅིག་ཐེབས་ཡོད་རེད། གང་ལྟར་ད། མུ་སྟེགས་པ་གི་འཇིགས་པ་དང་མི་ཡི་འཇིགས་པ་དང་སེམས་ཅན་གྱི་འཇིགས་པ་དང་འབྱུང་བ་ཞིག་གི་འཇིགས་པ་འཇིགས་པ་འདྲ་མིན་སྣ་ཚོགས་ལ་བརྟེན་ནས། ད་བདག་ཅག་སྟོན་པ་གྱི་ཞལ་བཞུགས་པའི་སྐབས་སུ་དེ་ནས་བྱང་ཆུབ་ཀྱི་ཤིང་འདི་ཉིད་དེ་ནས་ཉམས་འཕེལ་ཉམས་འཕེལ་བྱས་ནས་ད་ད་ལྟའི་དུས་ཚོད་འདི་ལ་ང་རང་གིས་མཇལ་བཞིན་པའི་བྱང་ཆུབ་ཀྱི་ཤིང་འདི་ཉིད་རེད་བ། བྱང་ཆུབ་ཀྱི་ཤིང་གི་ད་ངོ་མ་འདི་གི་ད་བརྒྱུད་པ་ལྔ་པ་འདི་ཆ་དེ་གི་རེད། རྒྱ་གར་གྱི་ནང་པའི་གི་གནས་ཀྱི་ཐོག་ལ་བྱེད་ཆས་ཆེ་ཤོས་བཞག་ཡོད་པ། བཀའ་དྲིན་ཆེ་ཤོས་དེ་སུ་རེད་ཞུས་པ་ཡིན་ན་ཨ་ན་གྷ་རི་ག་དྷརྨ་པཱ་ལ་ཆ་གི་རེད། ཨ་ན་ཀ་རི་ཀ་དྷར་མ་པ་ལ་ཁོང་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་བཞི་གི་ལོ་ལ་ཤི་རི་ལང་ཀ་ལ་སྐུ་འཁྲུངས་པ་རེད། སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་གཅིག་གི་ལོ་ལ་ཁོང་ཤི་རི་ལང་ཀ་ནས་མུམ་བྷཱི་བཅས་མུམ་བྷཱི་ནས་བཱ་ར་ནཱ་སི་ལ་ཕེབས་པ་རེད། དེ་དུས་སྐབས་སུ་བཱ་ར་ནཱ་སི་གི་གནས་འདི་ཉིད་མཇལ་ཡོང་འདུག་པ་སེམས་པ་ཧ་ཅང་གི་ཤུགས་ཆེན་པོ་སྐྱོ་བ་རེད། རྒྱུ་མཚན་ག་རེ་ཞུས་པ་ཡིན་ན་དེ་དུས་སྐབས་སུ་བཱ་ར་ནཱ་སི་གི་གནས་འདི་ཉིད་བདག་གཉེར་བྱེད་མཁན་དམིགས་བསལ་མེད་པ་དང་དེ་ནས་མཆོད་རྟེན་ཞིག་སྐྱོ་དང་ལྷ་ཁང་ཞིག་སྐྱོ་དང། གནས་དེ་ལ་ཡང་ཤིང་ནགས་མཐུག་པོ་དང་རྩྭ་མཐུག་པོ་སྐྱེས་ནས་ཟོར་པོ་ཆགས་བ་མཐོང་བ་དང་དེའི་མ་ཡིན་པ། སེམས་ཅན་འཕགས་པ་ལ་སོགས་པ་དེ་འདྲས་ཀྱིས་སེམས་ཅན་མང་པོ་འཁྱམས་ས་ཀྱི་གནས་གཅིག་ལ་མཐོང་ཡོང་དུས་སེམས་པ་ཧ་ཅང་གི་ཤུགས་ཆེན་པོ་སྐྱོ་བ་རེད། དེ་ནས་ཁོང་གནས་མཆོག་རྡོ་རྗེ་གདན་ལ་ཕེབས་ནས། རྡོ་རྗེ་གདན་གྱི་མཆོད་རྟེན་འདི་ཉིད། རེ་བ་བཞི་སྐྱོ་འདི་ཉིད་བདག་པོ་མེད་ནས་ལུས་པ་དང། བྱང་ཆུབ་ཀྱི་ཤིང་དེ་ཡང་བསྐམས་ནས་ཤི་གྲོགས་བྱེད་པ་མཐོང་ཡོང་དུས་སེམས་པ་ཧ་ཅང་གི་ཤུགས་ཆེན་པོ་སྐྱོ་བ་རེད། དེ་ནས་ཨ་ན་ཀ་རི་ཀ་དྷརྨ་པ་ལ་ཁོང་གིས་ནང་དཔལ་གྱི་གནས་རྩ་ཆེན། བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་སྐུ་འཁྲུངས་ས་ལུམ་བུ་ནི། ཆོས་འཁོར་བསྐོར་ས་ཝཱ་ར་ན་སི། སངས་རྒྱས་ས་རྡོ་རྗེ་གདན། སྐུ་མྱ་ངན་ལས་འདས་ས་རྩྭ་མཆོག་འབྲོང་ལ་སོགས་པ་གནས་རྣམས། སྲུང་སྐྱོབ་བྱེད་ཀྱི་ཆེད་དུ། བདག་གཉེར་བྱེད་ཀྱི་ཆེད་དུ། སྲུང་སྐྱོབ་དེ་ཡང་ནང་པ་རང་གིས་སྲུང་སྐྱོབ་དང། ཐོབ་ཐང་ཆ་ཚང་ནང་པ་རང་ལ་རག་ཡས་ཀྱི་ཆེད་དུ་དང་དེའི་མ་ཡིན་པ་གནས་ལ་གནས་སྐོར་བ་རྣམས་ངལ་གསོ་བྱེད་ས་དང་གནས་སྐོར་བ་རྣམས་བསྡད་ས་བཞུགས་ས་ཀྱི་ཆེད་དུ་དེ་འབྲེལ་གྱི་རྒྱུ་རྐྱེན་མང་པོ་ལ་དམིགས་ནས་ཁོང་གིས་དེ་ནས་ཤི་རི་ལང་ཀ་ལ་ཕེབས་ནས Maha Bodhi Society ཞེས་པའི་ཚོགས་པ་ཅིག་བཙུགས་པ་རེད། ཕྱིས་སུ་དེ་ནས་རྒྱ་གར་ལ Kolkata གི་ཕྱོགས་ལ Maha Bodhi Society གྱི་ཚོགས་པ་འདི་ཉིད་རྒྱ་གར་ལ་ཐེངས་དང་པོ་བཙུགས་པ་རེད། ད་ད་ལྟའི་དུས་ཚོད་འདི་ལ། གནས་མཆོག་རྡོ་རྗེ་གདན་ལ་ཡང་མ་ཧཱ་བྷུ་ཏི་སོ་སའི་ཏི་ཡོད་རེད་ལ། བཱ་ར་ན་སི་ལ་ཡང་ཡོད་རེད་དེ་མ་ཡིན་པར་གནས་མང་པོ་ཅིག་ལ་མ་ཧཱ་བྷུ་ཏི་སོ་སའི་ཏི་འདི་གཉིས་ཡོད་རེད། མ་ཧཱ་བྷུ་ཏི་སོ་སའི་ཏི་འདི་གཉིས་ཀྱི་འོག་ལ་དེ་ནས། རིན་མེད་ཀྱི་ཐོག་ནས་སྤྱི་ཚོགས་ཞབས་ཞུ་རེད་བ། རིན་མེད་ཀྱི་ཐོག་ནས་མི་ཉམ་ཐག་སྐྱོ་བོ་རྣམས་ལ། སྨན་ཁང་དང། དེ་ནས་སློབ་གྲྭ་དང་དཔེ་མཛོད་ཁང་དང། བརྟག་དཔྱད་ཁང་ལ་སོགས་པ་དེ་ནས་སྤྱི་ཚོགས་ཞབས་ཞུ་བསྒྲུབས་དང་སྒྲུབ་བཞིན་པ་ཅིག་ཆགས་བསྡད་ཀྱི་ཡོད་རེད། ད་ལྟའི་དུས་ཚོད་འདི་ལ་རྒྱ་གར་ལ་ཡོད་པའི་ནང་པའི་གི་གནས་མང་ཆེ་བ་ཅིག། རང་གི་བརྗེད་ཡས་ཡོད་པ་དང་ཕྱག་དང་མཆོད་པ་བྱེད་ཡས་ཡོད་པ་དེ་ཡང་ཨ་ནར་ཀ་རི་ཀ་དྷར་མ་པཱ་ལ་ཁོང་གི་བཀའ་དྲིན་ཉག་གཅིག་ཆགས་འདི་གའི་རེད། ཡིན་ན་ཡང་ནང་པའི་གི་གནས་མང་ཆེ་བ་གཅིག་ལ་ཐོབ་ཐང་དང་དབང་ཆ་ང་རང་གི་ནང་པ་ལ་ཡོད་མ་རེད་རྒྱུ་མཚན་དེ་ལ་བརྟེན་ནས་ད་གནས་མཆོག་རྡོ་རྗེ་གདན་འདི་ཉིད་ཀྱི་ཐོབ་ཐང་དང་དབང་ཆ་འདི་ཉིད་ང་རང་གི་ནང་པ་རང་ལ་རག་ཡས་ཀྱི་ཆེད་དུ་ད་ལྟ། ད་ལྟའི་དུས་ཚོད་འདི་ལ་གནས་མཆོག་རྡོ་རྗེ་གདན་ལ་ཞི་བའི་ཀྱི་སྒོ་ནས་འཐབ་རྩོད་བྱས་དང་བྱེད་བཞིན་པ་ཅིག་ཆགས་བསྡད་ཀྱི་ཡོད་རེད། ད་དེ་འདྲའི་ཀྱི་ཞི་བའི་ཀྱི་འཐབ་རྩོད་འདི་ཉིད་ད་ལྟ་གསར་དུ་བྱས་བཞག་པ་ཅིག་ཆགས་ཀྱི་ཡོད་མ་རེད། ཨ་ནར་ཀ་རི་ཀ་དྷར་མ་པ་ལ་ཁོང་གི་སྐབས་སུ་ཡང། རེད་བ། གནས་མཆོག་རྡོ་རྗེ་གདན་གྱི་ཆེད་དུ་ཐོབ་ཐང་གི་ཆེད་དུ་དབང་ཆ་གྱི་རགས་ཡས་ཀྱི་ཆེད་དུ་ཞི་བའི་ཀྱི་འཐབ་རྩོད་འདི་ཉིད་གནའ་སྔ་མོ་ནས་རེད་བ་ལོ་བརྒྱ་ལྷག་གི་སྔོན་ལ་དེ་ནས། ཐོབ་ཐང་འདི་ཉིད་རྩོད་དང་རྩོད་བཞིན་པ་ཅིག་ཆགས་བསྡད་ཀྱི་ཡོད་རེད།